བདག་གིས་ཅི་བྱེད་ཅེ་ན་གུས་པས་ཉོན། ཨོ་བླ་བཟོ་དེ་ཡང་ཇི་སྐད་དུ་ཁམས་གསུམ་ཆུ་ཡིས་བྱ་བ་ཙོང་ཁ་བ་ཆེན་པོའི་ཙོང་ལས། དར་བའི་རྟེན་འབྲེལ་ཡིད་ཅན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་བརྩམས་ཤིང་རྙེད་ཁ་ཅིག་ལ་ནམ་མཁའི་གློག་དང་འདྲ་ཚུལ་དེ་བསམས་ནས་འཇིག་རྟེན་བྱ་བ་ཀུན་འབུམ་པ་འཆར་བ་ཅན་དུ་རྟོགས་གྱུར་ཅིང། འོང་དུས་ནི། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་གྱི་ཐར་འདོད་ཆེས་ཀྱང་དྲི་ཆེན་དཔྱང་ཐག་ལུ་བུ་ཅེས་གསུངས་པ་ནང་ལྟར་གྱི་དག། ད་རང་བ་ཅབ་རོ་ཐུ་ཅབ་ཅོ་གོར་བ་འོང་དང་ཚང་མ་ལོག་འོང་དང་དེ་ནི། ཚེ་རབས་པས་ཐོག་མ་མེད་པ་ནས་པའི་ལས་དང་ཉོན་མོངས་ཀྱི་དག་གཞན་དབང་དུ་སོང་ནས། འོ་ད་ཁོ་བོའི་གནས་ལ་འབད། དེ་ནི། དེ་ཀའི་སྐྱེ་བ་བླངས་ནས

ད་ལོས་མང་པོ་ཅིག་བསླངས་ཡོད་རེད་དེ། འོ་ད་དེ་ནི་དྲ་བའི་སྟེང་ལ་སྙིང་པོ་ལོན་པ་ཅིག་ད་བྱུང་ཡོད་མ་རེད་རེད་བ་ད་ད་ལྟ་སོ་སོས་སོ་སོ་ལ་དེའི་བསམ་བློ་བཏང་གི་ཡིན་ན་ཧ་གོ་རེད་བ། ད་ཡི་གེ། རེད་བ་ད། ད་ད་རེའི་བི་གའི་བླ་མ་དཀོན་མཆོག་གི་ཐུགས་རྗེ། འོ་ད་བཅོ་བ་སྔ་མ་བི་གའི

ཨོ་ད་དུས་ཚོད་དུ་བ་འདྲ་པོ་ཅིག་རྩི་གི་ཡོད་རེད་དེ་ཡིན་ན་ཡང་སོ་སོ་སོ་སོ་ལ་བསམ་བློ་ཅིག་བཏང་གི་ཡིན་ན་ད་རེའི་བཅར་བ་དེ་ལས་ལྷག་པ་འདྲ་པོ་ཅིག་བར་ཆད་མ་བྱུང་བ་འདྲ་པོ་ཅིག་འདུག་བ་ད་རེ་རེ་བ། ད་རྗེས་བརྗོད་རྒྱུ་ཚ་བའི་ལུས་རྟེན་ཐོབ་ཟེར་ཏེ་ཞེ་དྲག་གི་དཀའ་ལས་ཁག་པོ་རེད། ད་ལྟ་ང་ཚོས་བསམ་བློ་མ་བཏང་པའི་སྒང་ལ་མ་བརྟག་མ་དཔྱད་པའི་ཁ་ཐུག་ལ། ཅིག་ད་མཇུག་གི་ལུས་རྟེན་ཐོབ་ཡ་ལ་ཞེ་དྲག་དགའ་སྣང་འདྲ་པོ་མེད་འདྲ་པོ་འདུག་བ་ད་རང་ཕ་ཕྱིར་འཚོ་རོགས་འཚོ་རྒྱབ་ཕ་ཆེ་བ། ཟེར་བ་དང་ཚད་ཁ་ཤས་ཁ་ཤས་རེད་མ་གཏོགས་ཕར་ཆེ་བས་པས། ད་འགྱོད་མི་ལུས་ཐུབ་ཡ་ལ་དགའ་ཚོར་རྩེ་ཞེ་དྲག་གས་ཡོང་གི་མི་འདུག་བ། བསམ་བློ་གཅིག་བཏང་ན་མ་གཏོགས་མ་བཏང་མ་བྱས་པའི་ཁ་ཐུག་ལ་དེ་ཡོང་གི་མི་འདུག་བ། དེ་ལས་ཅིག་འཇིག་རྟེན་གྱི་བི་གས་ཅིག་རེད་བ་དང་དངུལ་འདྲ་བོ་པས་རེད་བ་ཅིག་བྱུང་བ་ཡིན་ན་དངུལ་འདྲ་བོ་རེད་ད་ཉེས་ཁ་འདྲ་བོ་རེད་ག་རེ་ཡིན་ན་ཅིག་པས་ན། ད་དངུལ་ཅིག་བརྒྱ་ཉིས་བརྒྱ་འདྲ་བོ་ཅིག་རག་བ་ཡིན་ན་ཅིག་དེ་ལས་དགའ་ཚོར་ཆེ་བ་འདྲ་བོ་ཅིག་ད་སོ་སོས་སོ་སོ་ལ་བསམ་བློ་བཏང་དགོས་རོ། ང་ཚོས་ཁྱོད་བཤེས་གཉེན་གྱི་ཡིན་ནས་སོ་སོས་བས་བསམ་བློ་བཏང་ནས་བག་ཤེས་དགོས་ཀྱི་ཡོད་རེད་གཉེན་ཉེ་གྱི་ཡིན་ན་སོ་སོས་རང་རྒྱུད་བསྡུ་ཡག་གི་ཆེད་དུ་ལྷག་པར་དུ་ཡང་བྱང་ཆུབ་ལམ་གྱི་རིམ་པ་གསལ་ཏེ་ཆུད་དེ་ཨ་ན་སེམས་བསྡུ་ཡག་གི་དོན་དག་ཅིག་རེད་འགྲོ་བ། དེ་ཡིན་དུས་གང་ལ་ད་སོ་སོས་སོ་སོ་བསམ་བློ་བཏང་ཡོད་དུས་དཔེར་ན་དུས་འོས་སུ་སོ་སོ་གཅིག་ཕྱིན་ནས་ལམ་ཁ་ལ་བས་འཇའ་ལུས་ར་གཅིག་སྤེལ་གས་ཟགས་འདུག་ན

དང་བཅས་འབྱོར་བཅུ་ཚ་བའི་ལུས་རྟེན་བཟང་པོ་འདི། བི་གའི། བི་གའི། གར་དུ་ལྟ། ཞག་པོ་རེ་རེ་རེ་བ་དང་ཉི་མ་རེ་རེ་ཆུ་ཚོད་རེ་རེ་བི་གའི་ཡག་པོ་འདི་མ་བྱས་ན་ཐོབ་ལག་འགྲོ་གི་ཡོག་རེད་འགྲོ་བ་དང་ཕང་སྣང་འདྲ་པོ་མེད་པ། དེ་ག་རེ་བྱས་པ་རེད་ཟེར་ན་ཨོ་ད་ཐང་ཆུའི་རྙེད་ཀ་དེ་ཡག་པོ་ཅིག་ཐང་ཆུའི་རྙེད་ཀའི་རྟོག་པ་འདྲ་པོ་དེ་སོ་སོའི་རྒྱུད་ལམ་དང་ད་ཅི་མེད་པའི་རྟགས་འདིང་གི་ཡོག་རེད་ད་དོན་དག་དེ་ཐང་ཆུའི་རྙེད་ཀ་ག་རེ་རེད་ཟེར་ན་ང་ཚོའི་བཤད་ཡ་ཡོག་རེད། སྐྱབས་རྗེ་གོང་མ་རྣམ་པ་ཚོས་བཀའ་དྲིན་གྱི་བཀའི་གསུང་ཆོས་ཞུས། དཔེ་ཆ་བལྟ། དེ་གཉིས་དཔེ་ཆ་བལྟ་གཞུང་བསླབས་ནས་དྲི་བ་བཏང་མཁན་ཡིན་ན་ཤེས་ཀྱི་རེད་ད་འགྱུར་ཟེར་ན་ག་རེ་རེད་ཟེར་ན་དག་བ་དག་འདི་རེད་སྦྱོར་བ་འདི་རེད་གྲངས་ཀ་འདི་བྲིས་ཡོད་རེད་ཟེར་བཤད་ཆོག་ཆོག་པའི་ལབ་ཆོག་ཆོག་འདྲ་བོ་ཡོང་རེད་པ། ཡོང་གི་རེད་པ་ད། དང་ཐོག་བོད་སྐད་གཞུང་ཆེན་པོ་ཟིན་མཁན་ཡིན་ན་རེད་དེ།

དེང་སང་ཡིན་ན་པའི་ནོར་བུ་གི་ཚོས་འདྲ་བོ་དེ་དངུལ་ཆགས་ཏེ་འདུག་བ་སྔ་མ་ཡིན་ན་རྒྱ་མཚོའི་ནང་ལ་ནོར་བུ་ལིང་ག་ཕྱིན་ནས་པའི་ནོར་བུ་དེ་གི་པའི་དོན་དག་གང་ག་འགྲུབ་གི་ཡོད་རེད། དེང་སང་དངུལ་གི་དོན་དག་གང་ག་འགྲུབ་གི་ཡོད་རེད་ཟེར་ནས་འཇིག་རྟེན་གི་ལས་ཀ་བྱེད་ཉེན་ཚོད་གི་ད་ནོར་བུ་གི་ཚོས་འདྲ་བོ་དེ་དངུལ་ཆགས་ཡོད་རེད་བ། རེད་དེ། ང་ཚོས་ད་ནོར་བུ་ཡིན་ན་ཡང་རེད་དངུལ་ཡིན་ན་ཡང་རེད། དོན་དག། ག་དུས་ཀྱི་གྲུབ་པ་ཡིན་ནས་ཚིག་འདི་གི་དོན་དག་གཏད་སྲིད་ཅིག་མ་གཏོགས་ཡོང་ཡ་ཡོད་མ་རེད་ལྟོས་དང་གུས་གཏམ་གཏད་སྲིད་ཅིག་མ་གཏོགས་སྐྱེ་བ་ཕྱི་མ་ཕི་གས་ཐར་པ་དང་ཐམས་ཅད་བྱེད་པའི་གོ་འཕང་དུ་བག་བཞག་ནས། སྐྱེ་བ་ཕྱི་མ་ངན་སོང་དུ་མི་བྱེད་པ་ཅིག་ཡིད་བཞིན་གྱི་ནོར་བུ་ཟེར་བ་དང་ཡིད་བཞིན་གྱི་ནོར་བུ་ཟེར་མཁན་ཏོག་ཙེ་གཉན་པོ་རེད་འདུག་གོ་དུས་འོང་དེ་ཡིན་དུས་ཡིད་བཞིན་གྱི་ནོར་བུ་བའི་འབུམ་ཕྲག་ཡོད་པ་ཡིན་ན་ཡང་སྐྱེ་བ་ཕྱི་མ་པའི་ངན་སོང་ནུས་པའི་མི་བྱེད་པ་ཅིག་བྱེད་ཐུབ་ཀྱི་མ་རེད་རེད་རེད་བ་ཕི་གས། དཔེར་ན་གླུ་ཡི་རྒྱལ་པོ་དེ་ཚོ་ལ་བལྟ་གི་ཡིན་ན། དེ་གའི་ཕོ་བྲང་དང་གླུ་ཡི་ཕོ་བྲང་དང་དེ་ཚོ་གང་གཱ་ཡིད་བཞིན་གྱི་ནོར་བུ་གྱི་རང་བཞིན། གླུ་ཁོ་རང་གི་རྒྱན་ཆ་དང་རྟོགས་པའི་ཡིད་བཞིན་གྱི་ནོར་བུ་དེ་ཆ་ཚང་ཡོད་བསྡད་པ་རེད་བ་དང་ཡིན་ན་ཡང་ངན་སོང་གི་ནི་ལས་ཐར་མི་འགྲོ་བ། རེད་བ་དང། དེ་དག་ཚུལ་ཁྲིམས་རྐང་པ་ཉམས་ནས་བྱུང་ཟེར་དེ་གའི་གླུ་དེ་ཚོ་མང་ཆེ་བ་ཅིག་སྐྱེ་བ་སྔ་མ་ལ་བའི་སྦྱིན་པ་དང་རྗེ་འབའ་རྗེ་འབའི་ལོངས་སྤྱོད་ཁྲིམས་བྱེད་རྒྱལ་སྲས། རྗེ་འབའི་ལོངས་སྤྱོད་དག་ནི་སྒྲོ་ངན་ནའང། སྐྱེ་བོ་ཚུལ་འཁྲུལ་ཚུལ་ཁྲིམས་རྐང་པ་ཉམས་ནས་ལྗོངས་སུ་དབུ་མ་འཇུག་པར་འདུ་བ། དེ་དང་སྦྱིན་པ་ཡག་པོ་བཏང་བཏང་བཏང་བཏང་ནས་ཚུལ་ཁྲིམས་མ་བསྲུངས་པ་བྱས་ཨ་ནི་བྱ་བ་ག་བ་གླེང་གི་ཡོད་རེད་དང་པོ་དེ་གའི་དུད་འགྲོའི་གཅིག་གི་ཡོད་རེད་དང་པོ་དུད་འགྲོའི་གནས་ལས་སྐྱེས་ནི་ཀླུ་ལ་གཅིག་གི་ཡོད་རེད་དེ་ཀླུ་དེ་ཚོའི་པའི་སྟོབས་ཆེན་པོ། ཨོ་པའི་ཡིད་བཞིན་གྱི་ནོར་བུའི་གཉེར་བྱེད་ཡིད་བཞིན་གྱི་ནོར་བུའི་ཁང་པ་བྱས་ཨོ་དེ་ཡིད་བཞིན་གྱི་ནོར་བུ་པའི་ལུས་ལ་རྒྱན་ཆ་བྱས་ནས་ཡོད་རེད་དེ།

ད་ག་ཟེ་བཤད་ཡམ་ཙམ་མ་རེད་སོ་སོ་བསམ་བློ་ཡག་པོ་ཅིག་བཏང་ན་ད་སོ་སོ་བེད་སྤྱོད་མ་བཏང་ན་ནི་ད་ག་རེད་བ། བེད་སྤྱོད་བཏང་གི་ཡིན་ན་ཡག་པོ་ཅིག་ལ་བ་ཡག་ས་ལ་བ་འོ་ད་བི་གེ་ཆོས་གི་ཕྱོགས་ལ་བེད་སྤྱོད་ཡག་པོ་ཅིག་བཏང་གི་ཡིན་ན་འོ་ད་བི་གེ་གནས་སྐབས་དང་མཐའ་ཐུག་གི་དོན་འོ་ད་གནས་སྐབས་བི་གེ་ལྷ་དང་མི་ཡི་གོ་འཕང་ཐུབ་གི་བསམ་གི་ཡིན་ནའི་འོ་ད་དེ་ནས། ཚངས་པ་ཚངས་པའི་གོ་འཕང། རྩ་ཚངས་པ་དང་བརྒྱ་བྱིན་དང་སྐད་གྲགས་ཆེན་པོར་འོ་བརྒྱལ་གཏིང་གི་ལྷ། དེ་ཚོའི་གི་གོ་འཕང་གྱི་ཐོབ་གོ་བསམ་གི་ཡོད་ནས། དལ་འབྱོར་གི་ལུས་རྟེན་དེའི་སྟེང་ལ་སྒྲུབ་ཐུབ་གི་ཡོད་རེད། དེ་མ་ཟད་པའི་ཐུགས་ཀའི་འཕགས་པའི་ཞིང་ཁམས། དང་བདེ་བ་ཅན་གྱི་ཞིང་ཁམས། དང་དགའ་ལྡན་ཡིད་དགའ་ཆོས་འཛིན་མཁའ་སྤྱོད་ཀྱི་ཞིང།

དེའི་ཕྱིར་རང་གི་ལུས་རྟེན་དེའི་ཆ་ནས་རེད་མི་འདུག་ཚེ་སྡུག་གི་བཙུགས་ས་ཡོད་བཙུགས་ཡ་ཡོད་མ་རེད། སྔར་མིན་པའི་གལ། རུ་བ་སྐུ་ཚེ་དེ་ལ་བའི་ཟུང་འཇུག་གོ་འཕང་བརྙེས་བསྡད་པ། རྒྱ་གར་འཕགས་པའི་ཡུལ་ལ་མང་པོ་བྱུང་རེད་ལ་བོད་གངས་ཅན་གྱི་ཞིང་ལ་ཡིན་ནའི་བའི་སྐུ་ཚེ་དེ་ལ་བའི་ཟུང་འཇུག་གོ་བ་ཐུབ་བསྡད་པའི་བ་གྲངས་ལས་འདས་པ་བྱུང་ཡོད་རེད་བ་ང་ཚོས་ཧ་གོ་བ་མང་པོ་ཡོད་རེད་ཧ་མ་གོ་བ་གྲངས་ལས་འདས་པ་མང་པོ་ཡོད་རེད་བ་དང། འོན་ཀྱང་དེ་ནས། ཨོ་དེ་ཚོའི་གངས་དཀར་ལོག་གི་བའི་སྐུ་ལུས་བའི་དེ་དང་ལུས་དེ་དང་ང་ཚོའི་གི་ལུས་འདི་གཉིས་ལ་ཁྱད་པར་ཡོད་མ་རེད།

དེ་ལས་ཀྱང་བི་གའི་ལུས་རྟེན་འདིས་བསྟན་ནོ། འོ་ད་གནས་སྐབས་དང་མཐར་ཐུག་གི་དོན། གཞན། མཐའ་རྣམ་པའི་ཉི་མ་རེ་རེ་ཡིན་ནམ་པའི། འོ་ད། མདོ་རྣམ་པའི་སྐད་ཅིག་མ་རེ་རེ་ལ་བསྐྱུར་ནས་པའི་དོན་ཆེན་པོ་བསྒྲུབ་ཐུབ་ཡ། འོ་དེ་འདྲི་གི་པའི་ལུས་རྟེན་ནི་རྙེད་ཡོད་ལ་ད་རེས་སོ་སོའི་ལུས་རྟེན་འདི། རོ་ད། སྔོན་གྱི་པའི་རྒྱ་གར་འཕགས་པའི་ཡུལ་གྱི་དཔའ་མགོན་འཕགས་པ་ཀླུ་སྒྲུབ་དང་དཔའ་འདྲེན་ཟླ་བ་གྲགས་པ་དང་འོ་ད་གྲུབ་ཆེན་བརྒྱད་ཅུ་ལ་སོགས་པའི་ད། སྐུལ་པའི་རོ་ད། འོ་ད་ལུས་རྟེན་ཐུགས་བརྟས་པ་དང་གཅིག་པ་རེད།

དཔེར་ན་རི་ཆེན་པོ་གཅིག་ལ་ཡང། ཟངས་ཀྱི་རྦབ་རྡོ་ཆེན་པོ་གཅིག་ཟངས་ཀྱི་དེ་ཟངས་ཕ་བོང་འདྲ་པོ་དང་རྦབ་རྡོ་ཆེན་པོ་འདྲ་པོ་གཅིག་འོ་ད་མི་མང་པོ་གི་བི་གེ་ཡང་ཡང། རི་དེ་ལ་ཡང་འདྲིས་ནི་པའི་རི་བོ་དང། རི་བོ་དང་ཨ་ནི་རིའི་བསྐལ་པ་བསྐལ་པ་ཙམ་ལ་སླེབས་པའི་བར་གཅིག་རི་སྐེད་ལ་སླེབས་པའི་ཚོད་འདྲ་པོ་གཅིག་ཆགས་ཡོང་ནས་ད་ལྟ་ང་ཚོའི་མི་ལུས་ཐུབ་ཡ་དེ་ངན་སོང་ནས་ཡང་ཐར་ནས། རི་བོ་དང་ཡི་གེ་ཐར་པ་དང་ཐམས་ཅད་བྱེད་པའི་གོ་འཕང་ཐུབ་ཡ་ལགས་ཀྱི་བ་ཚ་ལགས་ཀྱི་ད་རི་སྐེད་ཙམ་གཅིག།

ལོ་དང་རང་དབང་ལ་ཅི་ཡོད་པ་ཡིན་ན་ད་ཚང་མ་ལོག་གི་པའི་དལ་འབྱོར་གི་མི་ལུས་ཐོ་བས་འཚང་ཁ་རྒྱག་གི་རེད་པ། ངན་སོང་དེ་ཚོ་གང་ག་པའི་སྟོང་པ་ཆགས་འགྲོ་དགོས་ཀྱི་རེད་དེ་དེ་ཡོང་གི་མ་རེད་བ། བྱས་ཙང་སོ་སོ་ལ་རང་དབང་ཡོད་མ་རེད། ལས་ཀྱི་གཞན་དབང་ལས་དང་ཉོན་མོངས་ཀྱི་གཞན་དབང་དུ་སོང་སྡད་ཡོད་རེད་ཨོ་འདོད་སེ། དལ་འབྱོར་ཐོ་བས་དཀོན་པོ་ཡིན་པ་དེ་བི་གས་རྒྱུད་སྒྲུབ་དཀའ་བའི་སྒོ་ནས་རྙེད་པར་དཀའ་བ།

ལྟར་ཚུལ་ཁྲིམས་རྣམ་པར་དག་པའི་གཞི་བཟུང་ཡ་ལ། སོ་སོའི་རྒྱུད་ལ་ཚུལ་ཁྲིམས་ཀྱིས་བླང་དགོ་རུ་བ། ཚུལ་ཁྲིམས་ཀྱི་སྡོམ་པ་ཁས་ལེན་ཅིག་བྱེད་དགོ་རུ་བ་ལ་སྡོམ་པ་གྱིས་བླང། སྡོམ་པ་དེ་ཁ་རལ་ན་རལ་མ་བཏང་པ་བྱས་ནས་ཡག་པོ་གྱིས་བསྲུང་དགོ་རུ་བ། བླང་བ་བླང་བ་ལ་སྤ་བ་ཙམ་གྱིས་འགྲིག་གི་མ་རེད། རུ་བ་ད་སྡོམ་པ་ཁས་བླང་གི་ཡིན་ཟེར་སྤང་བ་སྤ་བ་ཙམ་གྱིས། ད་དེ་འགྲིག་གི་སྡོམ་པ་དེ་ལ

རོལ་པ་དང་གཞིར་བཟུང་རྒྱུ་དེ་དཀའ་ལས་ཁག་པོ་ཆེ་དྲག་རེད། ཚུལ་ཁྲིམས་མ་སྲོང་ན་ནི་ཐང་གའི་ཤུལ་བ་དེ་ག་རེད། སྦྱིན་པའི་སྒྲོ་ངན་ནང་ཡང་སྤྱི་བོར་ཚུལ་ཁྲིམས་རྐང་པ་ཉམས་ནས་བྱུང་ཟེར་དེ་རེད། ཨ་ནི། ད་རྗེས་སྦྱོར་རྒྱུ་ཚར་བའི་ལུས་རྟེན་ཕར་བཞག་ནས། ད་འགྱུར་པའི་རྩམ་པོ་བ་ཅིག་འགྲོ་དང་ལུས་རྟེན་རྩམ་པོ་བ་ལྷ་དང་མི་ཡི་གོ་འཕང་རྩམ་པོ་བ་ཅིག་རྙེད་གི་མ་རེད་ཚུལ་ཁྲིམས་སྣ་གཅིག་ཡག་པོ་ཅིག་མ་སྲོང་ན། ད་དེའི་གང་དེ་ལ།

བཟོད་པ་ཡང་བསྒོམ་མེད་དེ། སྦྱིན་པ་ཚུལ་ཁྲིམས་བཟོད་པ་དག་བསམ་གཏན་ཏེ་དེ་ལས་ཀྱང་ཏིང་ངེ་འཛིན་གསལ་ཏེ། དེ་ལས་ཀྱང་ཏིང་ངེ་འཛིན་གསལ་ཏེ། བསྒོམ་མི་རྒྱག་པའི་ཡུལ་གཅིག་ལ་བའི་སེམས། བཙུགས་ཏེ་གནས་དེ་བ་ཅི་དགུ་བར་བ། དེ་མ་ཐོན་ང་ཚོའི་བའི་སེམས་ཀྱི་བཟོ་འདྲ་བ་ཅི་ད་ལྟ་ད་ལྟ་བའི་ག་ས་ག་ལ་བའི་བསམ་བློ་གོ་བདེ་བ་འགྲོ་བ། བདེ་ས་དེ་མཚམས་གང་ལ་འདས། ཨ་ནི་བསམ་མནོ་དེ་བི་ཀའི་འཛམ་བུའི་གླིང་ཁོ་རང་བསམ་མནོ་བཏང་དེ་ནས་རེད་པ་ད། ཨ་ནི་དེ་གི་ཏིང་ངེ་འཛིན་ཡོང་ཡ་ཡོད་མ་རེད་ཏིང་ངེ་འཛིན་དེ་གི་གནས་ཡ་ཏིང་ངེ་ཟེར་བ་ད་སེམས་པའི་གནས་ཡ་ཅིག་ལ་ཟིག་ཡོད་རེད་པ། བྱས་ཙང་ཨ་ནི་ཏིང་ངེ་འཛིན་གི་བྲོ་བ་བྱེད་རྒྱུ་མི་འདུག་བ། ད་ཤེས་རབ་ད་དེ་ལས་ཀྱང་ཆུའི་རབ་ཏུ་རྣམ་པར་འབྱེད་པའི་པའི་ལིང་ཉིང་གི་ཤེས་རབ་རེད་པ་ད། དེ་པའི་སོ་སོའི་རྒྱུད་ལ་དཔྱད་ཡ་དེ་ཞེ་དྲག་དཀའ་ལས་ཁག་པོ་རེད་པ་ད། དང་དོད་དེ་སྒོམ་བྱུང་གི་ཤེས་རབ་དང་དེ་ལས་ཀྱང་གང། བསམ་བྱུང་གི་ཤེས་རབ་དང་ཐོས་བྱུང་གི་ཤེས་རབ་འདྲ་ཡོང་གི་ཡོད་དོ། ཞེས་པ་དང། བླ་མའི་མདུན་ནས་འབད། སོ་སོ་གེ་གེའི་མདུན་ནས་ཆོས་འདྲ་པོ། དཔེ་ཆ་འདྲ་པོ་ཁྲིད། འོ་ད། ཞེས་པ་དང། ཡང་ན་འབད་བྱུང་ཆེན་པོ་འདྲ་པོ་རེད། དཔེ་ཆ་ལམ་རིམ་འདྲ་པོ་ཀློག་ནས་དེ་ལ་བརྟེན་ནས། ཐོས་བྱུང་གི་ཤེས་རབ་ཟེར། ཞེས་པ་དང། ཅིག་ཨོ་འདི་རེད་ཤག་རེད་ཤག་ཟེར་ཡ་འདུག་ཅིག། ཐག་ཆོད་དེང་གི་ཨོ་འདི་དོན་དག་འདི་རེད་ཟེར་ཐོས་ཆུང་གི་ཤེས་རབ། ཐོས་ཆུང་གི་ཤེས་རབ་ཟེར་དེ་བརྟན་པོ་ཞེ་དྲག་མེད་པ་རེད། ཁོ་ཁ་ཐུག་ཁ་ཐུག་ཁ་ཐུག་ཐོས་ཐོས་ཆུང་གི་ཤེས་རབ་ལ་བརྟེན་ནས་ངན་ཆུང་སྤུས་གསུས་བཅས་བྱས་བ་རེད་རོ། ད་ལམ་སང་བེ་གའི་མིག་ནས་མཆི་མ་འཁྲུངས་ཡོང་འགྲོ་བ་འདུག་ཅིག་ཁ་ཐུག་ཁ་ཐུག་ཁ་ཐུག་ཁ་ཐུག། ད་བྱུང་ན་བསམ་ཆུང་གི་ཤེས་རབ་དེ་བྱུང་ན་བསམ་ཆུང་གི་ངེས་པ་རྙེད་སོང་ན་རོ། ད་རྗེས་དཔག་རྒྱུ་མཚན་ལ་བརྟེན་ནས་པིཀ་ཨ་ནི་ཐག་ཆོད་པ་ཞིག་བྱུང་ན་ཨ་ནི་ཆུ་འདྲེས་ཡོང་གི་མ་རེད། དེ་བར་དུ་པིཀ་ཨའི་རྒྱུ་མཚན་མང་པོ་ཅིག་གི་མཐའ་འཁོར་རི་སྐོར་གྱི་རིག་པ་བཏང་ནས་སོ་སོ་སོ་སོ་ལ་རིག་པ་བཏང་ནས་བསམ་བྱུང་གི་ཤེས་རབ་མ་བྱེད་ཀྱི་བར་དུ་ད་དཀའ་ལས་བརྒྱག་དགོས་ཀྱི་ཡོད་རེད་དེ་བྱུང་ན་ཨ་ནི་བརྟན་པོ་ཆགས་ཀྱི་ཡོད་རེད། ཨོ་ཏོ་སེར་བ་བྱས་ཙང

བསྟན་པ་རྒྱས་པར་འགྲོ་བར་བདེ་བ། འོག་དང་བླ་མའི་སྐུ་ཚེ་ཞབས་པད་བརྟན་པ་ག་དུས་ཅིག་ཡིན་པ་ཡིན་ནས་མཐར་གཏུགས་ས་དེ་འོག་དང་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་དོན་དག་ཅིག་རོལ་བ། འགྲོ་བ། འོག་དང་དེ་དེ་འདྲིལ་གྱི་བི་གའི་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་བི་གའི་ཟིན་པའི་ཐོག་ནས་ནས་སྨོན་ལམ་ཅིག་རྒྱག་དགོས་ཀྱི་ཡོད་རེད། དེ་ལྟར་མ་བྱུང་ན། ད་ལྟ་ཚེ་འདི་གི་དོན་དག། ལ་རེ་བ་དང་སོ་སོ་པའི་ཉི་མི་ཉི་སྒང་པའི་ཅིག་དགེ་བ་བྱེད་ཅེས་བྱས་རེ་བ་དང་ཅིག། ཐོས་བསམ་སློབ་གཉེར་ཡིན་ན་རེད་ཁ་འདོན་དགེ་སྦྱོང་ཡིན་ན་རེད་ཕྱག་བསྐོར་རྐྱང་ཡིན་ན་རེད་ག་དྲིས་ཅིག་བྱས་པ་ཡིན་ན་ཉི་མི་ཉི་སྒང་པའི་དཀའ་ལས་བརྒྱབ་བརྒྱབ་བརྒྱབ་བརྒྱབ་ནས་དེའི་གཞུག་གུ་དེ་བསྔོ་བ་དེ་ལ་ཚེ་འདི་བ་ལ་ཤོར་ན། ཨ་ནི་ཆོས་རེད་ཡོད་མ་རེད།

རེད་བ་ད། ཚོའི་དང་འཇིག་རྟེན་གྱི་དཔེ་ས་མཚམས་ག་རེ་རེད། གནམ་ཐིག་གང་ལགས། ཨང་དེ་རེད། ཁྱེད་བ་ཕྱི་མ་ཕན་ཆད་ཅིག་གི་དོན་དག་ལ་བསམ་བློ་བཏང་ནས་ད་བྱས་བྱ་ཡ་དེ་ལ་ཆོས་ཟེར་གི་ཡོག་རེད། ཚེ་འདི་གི་དོན་དག་ལ་གཅིག་བོ་བསམ་བློ་བཏང་ནས་བྱས་བྱ་ཡ་ལུས་ངག་གི་ད་བྱ་བ་འདྲ་བོ་ག་རེ་ཡིན་ན་དེ་འཇིག་རྟེན་རེད་གསུངས་པ་རེད། ཨོ་དེ་ཀུན་ནས་ལངས་ནས་ད་ཚེ་འདི་གི་དོན་དག་ཅི་ཡིན་ཏེ། དུག་གསུམ་གྱིས་གང་རུང་གཅིག་གིས་ཀུན་ནས་བསླང་དགོས་རུང་བར་འདོད་ཆགས་ཞེ་སྡང་གཏི་མུག། འོ་ད་འདོད་ཆགས་ཞེ་སྡང་གཏི་མུག་གསུམ་གང་རུང་གིས་པའི་བཅད་བྱ་ཡ་གི་ལས་ལ་ཨ་ནི་ལས་མི་དགེ་བ་བྱ་སྟེ་གི་ཡོ་བ། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་བཅད་ལས་ནི་མི་དགེ་བ། འོ་དེ་རེད། བུམ་པ་ལུས་དྲུག་གི་གསུང་དུ་བ། འོ་དུག་གསུ་བྱེད་དུས་གང་ལ། འཇུག་སྒོའི་སྨོན་ལམ་དྲི་མ་མེད་པ། ཟས་དེ་དཀའ་ལས་ཁག་པོ་རེད། ད་དེ་གས་སོ་སོས་པའི་ཆོས་མང་པོ་ཞུ། དེ་དྲེགས་ཀྱི་བཀའ་དྲིན་གྱིས་ཁ་ནང་ང་ཚོ་ཅིག་མ་བཅོས་འགྲོ་བ་རིགས་དྲུག་སད་ཅིག་ཁ་ན་སླེ་བས་དེ་ད་འདོ་ཞེ་དྲག་གི་བི་གས་རྩ་ཆེན་པོ་རེད། ད་ཁ་ནས་སླེ་བ་ནང་ད་ཅིག་སོ་སོ་སེམས་ནས་ཤ་བོར་བ། རེད་དེ་བཞུགས་གོ་ཐག་ཆོད་ཡ་འདྲ་པོ་དེ་སོ་སོ་བི་གས་ཀྱི་ཚེ་རིང་པོ་བྱུང་ཡ་འདྲ་པོ་བྱུང། སོ་སོ་ཡག་པོ་བྱུང་ཡ་ལམ་འགྲོ་ཡག་པོ་ཡོང་ཡ་སེ་འདྲ་པོ། རེད་པ་ད་ད་འདོ་ལྟས་སི་བར་སེམས་རྒྱ་ཆེ་རུ་བྱེད་ན་སོ་སོ་གི་གཅིག་ཕ་མ་སྤུན་ཆང་གཉེན་ཉེ་དུ་ཟས་འདྲ་བོ་དགའ་ས་ཡག་ས་སོ་ད་ལམ་འགྲོ་ཡག་བོ་ཤོག་ཟས་འདྲ་བོ་བྱེད་དེ་མ་ད་ང་ཚོ་སོ་སོ་མ་དགའ་ས་དེ་ལམ་འགྲོ་ཡོང་བ་ཤོག་སྨོན་ལམ་རྒྱག་གི་ཡོད་བས་རྒྱག་གི་མེད་བ་ཞོག་གི་དོན་ཡོད་འདི་མ་བརྗོད་སེམས་ཅན་ཐམས་ཅད་ཟས་ག་ཆད། ལོ་བར་སངས་རྒྱས་ཆོས་ཚོགས་ཚོགས་ཡོད་བྱུང་བྱང་ཆུབ་བར་འགྲོ་ལ་ཕན་ཞིང་སངས་རྒྱས་བགྲོད་པར་ཤོག་འགྲོ་ལ་ཕན་ཞིང་འགྲོ་ཟས་དེ་འགྲོ་བ་རིགས་དྲུག་གི་སེམས་ཅན་བར་དོ་དེ་བཅས་པ་ཚང་མ་ལ་ཟས་ཀྱི་ཡོད་རོ་བ་དང་རོ་བ་དང།

གཞིར་ཚུལ་ཁྲིམས་རྣམ་པར་དག་པའི་གཞིར་བཟུང་ཡང་སྦྱིན་པ་བཏང་ཡང་ཚུལ་ཁྲིམས་བསྲུངས་ཡང་བཟོད་པར་བསྒོམས་ཡང་བསམ་གཏན་ཤེས་རབ། སྨོན་ལམ་དྲི་མ་མེད་པས་རེ་རེ་རེ་ནས་དཀའ་ལས་ཁག་ཐག་གཅོད་ཀྱི་འདུག་བ། དེ་ཡིན་དུས་གང་ལ་བརྒྱུད་དེ་འབྲས་བུ་ཐོབ་གི་མེད་པ་ཡིན་ན། ད་དེའི་འབྲས་བུ། འོ་ད། དེའི་འབྲས་བུ་བས་ད་ཁྱེད་རྒྱུར་གྱུར་ཚང་བའི་ལུས་རྟེན་རྗེས་ནས་རག་ཡ་དེ་ད་ད་ཀོང་བུ་ཞེ་དྲག་ཆགས་ཚར་རེད།

བྱོས། ད་དེ་འདྲའི་གི་པའི་ཆོས་བྱ་འདོད་གི་བསམ་པ་དེ་ང་ཚོའི་ཡོད་ད་ཡོད་རེད་དེ། ཡིན་ན་ཡང། ད་ད་ལྟར་ཉེས་ནས་པའི་ཆོས་བྱེད་དགོས་རེད་མ་གཏོགས། ཆོས་བྱ་ཡག་གི་ཆོས་རྣམ་པར་དག་པ་བྱ་ཡག་གི་པའི་མགོ་དེ་པའི་ད་ལྟ་ཉེས་ནས་བརྩམ་དགོས་རེད་མ་གཏོགས། ཨ་ནི་སང་ཤ་གནང་ཤ་དུ་ཕྱིན་པ་ཡིན་ན། ཨ་ནི་འཆི་བདག་གཤིན་རྗེ་ཟས་དེ་འདྲ་བ་དང་སྤྱིར་འཆི་བ་ངེས་ཤིང་འོ་ད་ནམ་ཤི་ལ་ངེས་པ་མེད་པ། འཆི་བདག་གཤིན་རྗེ་ཟས་དེ་ག་དུས་ཡོང་མ་ཡོང་ཆ་ཡོད་མ་རེད། ཆོས་བཤད་ཅིང་སང་ཉིན་ཆ་བྱེད་པ། ཕྱི་དུས་ཀྱི་དེ་རིང་སླེབས་ཉིན་བྱེད། བདག་རང་མགོ་རང་གིས་མ་བསྐོར་བར་ཆོས་བྱེད་ན་དེ་རིང་ཉིན་ནས་བྱེད་གསུང་གི་འདུག་བ་གོང་ད་འཇམ་པའི་དབྱངས་ཀྱིས། ང་ཚོས་ཆོས་བྱེད་ཀྱི་ཡིན་བྱེད་ཀྱི་ཡིན་ཟེར་ད་རེད་བ་ད་ང་ཚོས་ཆོས་བྱེད་ཀྱི་ཡིན་ཟེར་ན་ལམ་རིན་ཉན་གི་ཡོད་རེད་བ་ད་ལམ་རིན་ཤེས་ཀྱི་ཡོད་རེད་ཆོས་བྱེད་ཉིན་བྱེད་ཀྱི་ཡོད་རེད་ཡིན་ན་ཡང་ཆོས་རྣམ་པར་དག་པ་པའི་བྱེད་ཡག་གི་དུས་ཚོད་ཏན་ཏན་འདྲ་པོ་དེ་མ་སླེབས་གི་གོང་དེ་ལ་སོ་སོ་ཕྱིར་རེན་སོང་བས་དེ་ཡོང་ཡ་གི་ཉེན་ཁ་ཞིག་ད་ཡོག་རེད། འོ་འདི་རེད། མང་ཆེ་ཡ་གི་དེ་རེད་བ་ད་འོ་འདི་ནི་འཇིག་རྟེན་གི་བྱ་བ་ལྟ་བུ་ཅིག་ལ་མགོ་འཁོར་ནས་ད་ཆ་པས་ལོ་གཅིག་གཉིས་ལོ་ལྔ་དྲུག་ལོ་བཅུ་གྲངས་ཅིག་གི་ང་པས་འཇིག་རྟེན་གི་ལས་ཀ་བྱས་ད་དེ་ནས་རེད་བ་ད་ཆོས་སྒྲུབ་ཡ་གི་མཐུན་རྐྱེན་ཟེར་ག་ཅིག་ད་ཅིག་བེ་གི་མིང་སྙན་པོ་རེ་ཅིག་བཏགས་ན་ང་ཚོ་ཆོས་སྒྲུབ་ཡ་གི་བས་མཐུན་རྐྱེན་ཅིག་མེད་ན་ད་ཡོང་ས་མ་རེད་རེད་བ་ད་དེ་ཡིན་དུས་ཆོས་བསྒྲུབ་ཡག་གི་མཐུན་རྐྱེན་གཅིག་པུས་ལོ་བཅུ་གྲངས་གཅིག་གི་རང་དཀའ་ལས་ཤིག་བརྒྱབ་དེ་ནས་འང་ཆོས་ཡག་པོ་ཅིག་བྱེད་དགོས་བསམ་ཡང་འདྲ་བོ་ལྟ་ལྟོ་ཟིམ་ནས་ཡ་རབས་འདྲ་བོ་ཟོ་རོགས་ཆོས་ཀྱི་ཞག་རྩི་འདྲ་བོ་ལྟས་ཟིག་སླེབས་དེ་ཉིན་མང་ཆད་ཅིག་དེ་ཟིག་གི་ཡོད་རེད་བ་ང་ཆོས་བྱེད་ཀྱི་མིན་ཟེར་གྱི་མ་རེད་ཡིན་ན་ཡང་འོ་དེ་དུས་ཚོད་དེ་མ་སླེབས་གོང་ལ། ཨ་ནི་སོ་སོ་པས་ད་ཕྱི་རིང་ཕྱི་ཟླ་ཕྱི་འཇིག་གི་ཤོག་ཟེར་གྱི་འདུག་ཟེར་བས་ལན་བྱེད་ཡ། ལན་མི་བྱེད་འོས་པའི་ངེས་པ་ཡོད་མ་རེད། མང་ཆེ་བ་ཞིག་གིས་དེ་གཅིག་གི་མགོ་ཁོག་རེད། ལས་བྱ་བ་ཚགས་སུ་ཚུད་བྱས་ནས་འདུག་པ་དང། ལ་གཙང་མའི་ཆོས་ཤིག་བྱེད་སྙམ་པ། འདི་ཐམས་ཅད་ལུས་ཕུང་འདྲེ་ཡིན། ད་རང་མགོ་རང་གིས་མ་བསྐོར་བ་སུས་བྱས་ན་དེ་རིང་ཉིན་ནས་བྱེད་སོང་རེད། ད་དེ་མི། ཕ་མོ་ཆེ། དེ་གི་ཕུང་འགྲོ་གི་ཡོད་རེད། དགོས་པ་དང་ཕྱི་ཐག་ཤིན་ཅི་ཟེར་ཏེ་ག་དུས་ཡོང་མ་ཡོང་པའི་ཆ་མ་ཐོགས་པ་བྱས་ནས། སྤྱི་བཏང་ང་ཚོས་ཆེ་བ་ངེས་པ་གཅིག་དང་ཆོལ་ཁས་ལེན་དགོས་གི་མ་རེད། ཆོལ་ཤེས་དགོས་མ་རེད། འཛམ་བུ་གླིང་གི་མི་བག་ཆེ་བས་ཤེས་དགོས་གི་ཡོད་པ་གཅིག་ཧ་གོ་གི་རེད། ཤེས་གི་ཡོད་པ་གཅིག། དགོས་པ་དང། ཤེས་གི་ཡོད་པ་གཅིག་ཧ་གོ་གི་རེད་སྔ་ཕྱི་མ་གཏོགས་གཅིག་ཤེས་གི་ཡོད་པ་གཅིག། རེད་དེ། གལ་ཆེ་བ་གཅིག་ཕི། ནམ་ཤེས་ངེས་མེད་དེ་ཧ་མ་གོ་བ་གཅིག། ནམ་ཤེས་ངེས་པ་འདྲ་པོ་ཡོད་པའི་བཟོ་འདྲ་པོ་གཅིག་དེ་ཡོད་མ་རེད་བ།

མཐའ་མ་ན་ལོ་བཅུ། དང་པོ་དཔག་ཏུ་མེད་སོང་བ་རེད། བྱས་ཙང་འཛམ་བུའི་གླིང་གི་ཚད་ལ་ཕྱི་འདང་བྱས་ན་ངེས་པ་ཡོད་པ་མ་རེད། ལོ་པའི་ཚེ་རིང་པོ་འདས་པའི་འདས་པའི་ཁར་པའི་རི་བོ་ལ། ཚེ་ལོ་པའི་དཔག་མེད་བར་དུ་བསྡད་ཡ་བྱུང་བ་རེད། ཚེ་ལོ་པའི་བརྒྱ། སྟོང། ཁྲི། འབུམ། འོ་བྱེ་བ་ས་ཡ་དུང་ཕྱུར། འོ་དང་ཐེར་འབུམ་བྱེ་ཐེར་ཁྲག་ཁྲིག་བྱས་ནས་ཡང་དཔག་མེད་བར་དུ་ཡ། བདེ་ཡག་གི་དུས་སྐབས་དེ་འདྲའི་བྱུང་བ་རེད། ད་དེ་ནས་མ་ཕྱི་ཐུང་རུ་ཐུང་ཐུང་ཐུང་རུ་ཕྱིན་ནས་ལོ་ད་སྤྱི་དང་སོང་དང་བྱས་ན་ལོ་དྲུག་ཅུ་དྲུག་ཅུ་ལ་མ་ཐུང་རུ་ཐུང་ཐུང་ཐུང་རུ་ལོ་རེ་རེ་ཐུང་རུ་ཐུང་ཐུང་རུ་ཕྱིན་ནས། ད་དེང་སང་མ་ཐུང་རུ་ཐུང་ཐུང་རུ་མ་ཕྱིན་ནས། ཨ་ནི་གང་ཚང་གཅིག་ལ་བས་ལོ་བཅུ་པའི་རིང་ད་བྱས་ཡ། ལོ་བཅུའི་རིང་ད་ཆ་ཡ། འོ་ད་དེ་དེ། དེ་འགྲིག་གི། ང་ཚོའི་འདིར་བ་དང་ལོ་བཅུ་བས། ཚེ་ལོ་བཅུ་བ་ཟེར་ཡ་ཅིག་ཡོང་གི་རེད་ཟེར་གྱི་ཡོད་པ་འོ་དེ་བྱས་ནས། ལོ་བཅུ་བསྡད་ན་ལོ་རིང་ཤོས་བརྩི་དགོས་ཡ་གི་དུས་ཚོད་དེ་འདྲའི་ཆགས་གི་ཡོད་རེད་མ་འདུག་ཟེར། སྤྱི་དམ་པས་འཛམ་བུའི་གླིང་གི་ཚེ། རྙིང་མ་བྱས་ནས་ཐུང་རུ་ཐུང་རུ་འགྲོ་གི་ཡོད་རེད། སྤྱི་ཡོངས་ཀྱི་ཆ་ནས་བྱས་ན།

ཆོས་ཁོ་ན། རེ་རེ་བ་དང། འདི་ནི་དཔེར་ན་ད་སོ་སོ་པའི་ཆེ་ཡ་གི་དུས་ཚོད་དེ། ཡ་ཐེན་ནི་ད་ལྟ་ར་གཅིག་ཡིན་པ་ཡིན་ན། ད་ཐུགས་བསམ་བཏང་གོ་ལ་ལམ་རིང་སྒོམ་པའི་སྒང་ལ། ཐུགས་བསམ་བཏང་གོ་རེ། རེ་བ་དང། སོ་སོ་ཆེ་ཡ་གི་དུས་ཚོད་དེ་ཡ་ཐེན་ནི་ད་ལྟ་ཡིན་པའི་སྐད་ཆ་བྱས་ན་སོ་སོ་སོ་སོ་ད་ལྟ་ཕྱིར་རན་དེ་ཡོད་ན་ད་ག་རེ་བྱས་ཚར་རེད། ཨ་ནི་སྐྱེ་བ་ཕྱི་མ་པ་འགྲོ་ཡག་གི་བི་གའི་གྲ་སྒྲིག་ཏག་ཏག་རེད་ཡོག་རེད་བས་ཡོག་མ་རེད་འགྲོ་ཆོག་ཆོག་རེད་བས་དགའ་བཞིན་པས་དགོས་འཛུམ་འཛུམ་བྱས་ནས་ཤི་ནས་འགྲིག་གི་ཡོད་བས་འགྲིག་ས་རེད་བས་ད་ལྟ་ཤི་བ་ཡིན་ན་རེད་བ་ད་ཆོས་ཡག་པོ་བྱས་ཡོད་ན་ནི་དགའ་བཞིན་སྤྲོ་བཞིན་བུ་ཕ་ཁྱིམ་དུ་ལོག་པ་འདྲ་བོ་ཡིན་སོང་རེད་རྡོ་དང་བུ་བི་གའི། པུ་གུ་བི་གའི། ཐག་རིང་པོ་གཅིག་ལ་བི་གའི་ལུང་པ་གཞན་དག་ཅིག་ལ་བག་ཕྱིན་ནས། ལོ་དང་ལོ་ཁ་ཤས་འགོར་ནས་ད་སོ་སོའི་ནང་བའི་པ་པ། པ་པའི་ནང་ལ་བག། ལོ། ལོ་ཡོད། ལོ་བའི་དུས་ཚོད་དེ་ལ། དེ་དགའ་ཞིང་འཛུམ་ཤིག་ཤིག་དེ་རིང་པ་པ་ཐུག་གི་རེད་བསམ་ནས་ཚུར་སླེབས་ཡོང། ཨོ་དེ་འདྲ་བོ་པས་སོ་སོའི་ཆེ་དུས་གང་ལ་བས་དགའ་ཞིང་འཛུམ་ཞིང་བྱས་ནས་ཤི་ཆོག་ཡ། ཆོས་ཡག་པོ་ཅིག་བྱས་པ་ཡིན་ན་སུ་ཡིན་ནའི་ཨོ་དེ་འདྲ་བྱས་ཐུག་གི་ཡོད་རེད། ཨོ་དེ་འདྲའི་ད་ལྟ་ཡོང་ས་རེད་པས། ཨོ་དུ་སི་ལྟ་གོ་རེད། ཞེས་དང། ཨ་ནི་ཤི་བའི་ཁ་ཐུག་ལ། སྐྱེ་བ་ཕྱི་མ་འཕེན་བྱེད་ལ་བག་འཕེན་ཡ་དེ་ག་རིགས་ཀྱི་འཕེན་གྱི་རེད། ཆོས་བསྒྲུབ་བྱ་ཡ། དགེ་བ་བསྒྲུབ་བྱ་ཡ། འོ་དེའི་འཕེན་གྱི་ཡོག་རེད། དེ་མ་གཏོགས་ནོར་ལོངས་སྤྱོད་ཀྱི་མི་འཕེན། གཉེན་ཉེ་དུ་ཕ་མ་སྤུན་ཆགས་ཀྱི་མི་འཕེན། འོང་ད། གཞན་ཕར་བཞག་ནས་སོ་སོའི་ལུས་རྟེན་གྱི་ཡང་འཕེན་ཡ་ཡོག་མ་རེད། སོ་སོའི་ལུས་རྟེན་དེ་རྟགས་ཆེ་ཤོས་བྱས་ནས་ཆུང་ཆུང་ནས་མ་ཡི་མངལ་ནས་མ་སྐྱེས་པ་ནི། ད་ངའི་ལུས། སྤུ་གུ་ཆུང་ཆུང་གཅིག་ཡིན་ནས་ལྟས་ཚ་ཡང་གྲང་ཡང་དྭངས། སྨིག་རྒྱུ་དང་ངུ། རེ་བ་ད་ལུས་ཚ་གྲང། རེ་བ་ད། ཨ་ནི་ལྟོགས་ན་ངུ་ཡ། དེ་ནས་ཡར་ཡར་ཡར་བྱས་ནས་བས་ད་ལྟ་བར་དུ་ལུས་ལ་བས་ཅི་དྲིས་བྱས་ནས་བདག་པོ་བརྒྱག་ནས་ཆག་དོགས་ལྟོགས་དོགས་ན་དོགས། ན་སྨན་ཟ། འོ་ད་ལྟོགས་ནས་ཁ་ལག་ཟ། ཉི་མའི་ཚིག་གི་དུག་བྱས་ནས་ཅིག་དུག་ལོག་གོན་ཉིས་དུག་བསྐུ། འོ་ད་ཅིག་གར་འགྲོ་བོ་ཅིག་སྨན་འདྲ་བོ་དེ་ཚོས་བྱུག། འོ་དུ་ཟེར་བ་དང་ཨ་ནི་བྱས་ནས་བས་རྩ་ཆེན་པོ་བྱས་ནས་ལུས་རྟེན་འདི་བས་སྲུང་སྐྱོབ་བྱས་བྱས་བྱས་བྱས་ནས་ཆེ་བའི་སྒང་ལ་ཁེ་ཡ་ཡོད་རེད་ཟོ་ར་ཅིག་ལུས་རྟེན་འདི་ཆེ་བ་ཞིག་མ་ལ་ཆེ་བའི་སྒང་ལ་ཆེ་བའི་སྒང་དུ་ང་ཚོའི་ལུས་རྟེན་སུ་གང་ཁེ་ཡ་མེད་བ་འགྲོ་བ་དང་ཁེ་ཡ་ཡོད་མ་ར་ཁོ་རང་བཞག་རྒྱུ་རེད་བཞག་ནས་རུལ་ནས་དུ་མ་ཁ་ཡ་བཞག་རྒྱུ་རེད། འདུག་པ་དང། ཨོ་དེ་རེད། བྱས་ཙང་གཉིས་ཉེ་དུས་དཔེར་ན་གཉིས་ཉེ་དུས་སོ་སོའི་བའི་དགའ་ས་ཡག་ས་ཧ་ལམ་བའི་འཛམ་བུའི་གླིང་ཚང་མ་སོ་སོ་གི་བའི་གཉིས་ཉེ་དུས་ཡིན་པ་ཡིན་ན་ཕན་ཐོགས་ག་གེ་ཡོད་མ་རེད། སོ་སོ་ལ་བའི་སྟོབས་འབྱོར་བའི་ནོར་ལོངས་སྤྱོད་པའི་གི་འཛམ་བུའི་གླིང་དབང་བྲལ་བའི་འཁོར་ལོས་སྒྱུར་བའི་རྒྱལ་པོ་འདྲ་བོ་ཅན་ཡིན་ནའི་ཕན་ཐོགས་ག་གེ་ཡོད་མ་རེད། ང་ཚོའི་ཚང་མ་ལོག་གི་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་མང་པོ་བླངས་ཚར་རེད། ད་ལྟ་ཁའི་སྟོན་ཡར་མི་འདུག་བ། ཁོ་ཚོས་ཁོ་ལོས་འཇལ་བའི་འཇའ་བུ་ལྕི་བ་རེ་ད་ཟེར་ཡར་ཁའི་ཕན་ཐོགས་བཅར། དེ་གིས་ཀྱང་ཁོ་ཆོས་རོགས་ཁའི་མི་འདུག་བ། སླར་ཡང་བུ་བརྒྱ་ཤིང་གི་ལུས་རྟེན་ཡར་མང་པོ་བླངས་ཚར་རེད་ང་ཚོ། ཧ་ལས་ཡར་ཁའི་གཡོག་མ་རེད་རེད་པ་ད། བྱས་ཙང། སོ་སོའི་གཉེན་ཉེ་དུ་ཕ་མ་སྤུན་རྒྱག་ལུས་ནོར་ཨོ་ད་ལོངས་སྤྱོད་དང་བཅས་པ་ཚང་མ་པའི་ལྕམ་དེ་བཞག་ནས། ཨོ་དེ་ཚོ་ཚང་མ་ལོག་གི་སོ་སོ་བློས་བཏང་ནས་བཞག་འགྲོ་རྒྱུ་རེད་སོ་སོས་དེ་ཚོ་ཚང་མ་ལོ་བློས་བཏང་ནས་ཨོ་ད་བཅའ་བ་བྱེད་མ་བར་དུས་གྲང་ལ་བ་མར་གྱི་དཀྱིལ་ནས་སྤུས་སྟོན་པ་རྣམས་ད་སོ་སོ་འགྲོ་དང་བི་གའི་སྟོང་སང་སང་འདྲ་པོ་བྱེད་ནས་ད་བར་འགྲོ་དགོས་རོགས་ད་ཚང་མ་ལོག་འགྲོ་ད་གཅིག་པ་རེད་བར་དུ་ན་ལ་བ་ཨོ་དེར་ད་དེ་དུས་སོ་སོ་ལ་རོགས་པ་མགོན་སྐྱབས་བྱེད་ཉིན་གཙོ་བོ་ག་རེ་རེད་ཟེར་ན་ད་སོ་སོའི་ཆོས་བྱེད་བྱ་ཡ་དེ་རེད། མ་བྱེད་གོང་ནས་པའི་ཆོས་དགེ་བ་བསྒྲུབ་བྱ་ཡ་དེ་རེད་དེ་གི་ཕན་ཐོག་གི་ཡོད་ལ་དེ་ཡིན་དུས་བྱས་ཙང་གག་དེ་ཚོའི་བསམ་བློ་བཏང་ནས་དེ་ཚོའི་སོ་སོའི་བསམ་བློ་བཏང་ནས་ཨ་ནི་ཆོས་ཁོ་ན་བསྒྲུབ་པ་ཐག་བཅད་སོང་ཨ་ངོ་ནས་སྐྱེ་བ་ཕྱི་མ་ཕན་ཆད་ལ་པའི་ཕན་ཐོག་ཡ་དེ་ཆོས་རང་རེད་ཤག་ཚེ་འདི་གི་ཕན་ཐོག་གས་མི་འདུག་ཧ་ལས་ན་ལོ་ལྔ་བཅུ་དྲུག་ཅུ་གཅིག་རིང་ག་རེད་ད་འདུག་གཅིག་རིང་པ་ཡིན་ན་ལོ་བརྒྱ་ལྷག་ལྷག་ཟེར་གྱི་རེད་དེ་ལྷག་ཏུ་བསྡད་ཡ་མེད་པ་ཨ་དེ་རེད།

ལོ་བརྒྱད་དགུ་ལོ་བཅོ་ལྔ་བཅུ་དྲུག་བྱས་པ་གྲོང་དྲུག་གཉིས་མང་པོ་ཡོད་རེད། ལོ་ཉི་ཤུ་རྩ་གྲངས་གྲོང་སྡེ་གཉིས་མང་པོ་ཡོད་རེད་སུམ་ཅུ་སོ་གྲངས། ཨོ། ལོ་ལྔ་ལོ་བཞི་བཅུ་ལྔ་བཅུ་དྲུག་ཅུ། ཨོ་དེ་དྲིས་ཡོད་རེད། གང་ཅི་སོ་སོའི་ལོ་མཚམས་དང་མཉམ་དུ་གྲོང་དྲུག་གཉིས་མང་པོ་ཡོད་རེད་ཨོ་དུག་བསམ་བློ་བཏང་དགོས་རེད། ཨོ་དུག་བསམ་བློ་བཏང་ནས་སོ་སོ་མ་བསྡད་ཡོད་རྒྱུ་མཚན་ག་གེ་ཡོད་མ་རེད་དོ་ད་དེ་རིང་མ་ཉལ་ནས་ཚ་ཉིལ་ཡར་ལངས་ཐུབ་ཡ་ཡོད་མེད་ང་ཚོ་ལ་རང་དབང་ཡོད་རེད་པས། མངོན་ཤེས་ཡོད་རེད་པས། མེད་བ།

འོག་ཏུ་བསམ་བློ་བཏང་ནས། ད་ཁྱོད་འབྲུག་ལུང་འདྲ་བོ་ཡག་པོ་ཅིག་མ་བྱུང་བ་བྱས་ནས་ཤི་བ་ཡིན་ན། མ་མེད་ཤི་བ་ན་ད་ནག་ཐུག་པོ་ཅིག་བྱས་ནས་རྒྱུན་ཆད་འགྲོ་གི་མ་རེད། རྒྱུན་ཆད་འགྲོ་གི་ཡོད་ན་ད་ལས་སླ་པོ་ཞིག་རག་རོགས། ལས་སླ་པོ་རག་པ་ད། ཤི་བའི་སྒང་ལ་སོ་སོ་པི་ཀའི་རྒྱུན་ཆད་ནས་ལྕེ་བ་ཤ་མ་འགྲོ་མི་དགོས་པ་ཅིག་ཡིན་ན་ད། ད་ཚེ་འདི་ལ་སྐྱིད་པོ་བྱུང་ན་བྱུང་བ་རེད་ད་དེ་རེད། བསམ་བློ་དེ་ལྟ་བ་དེ་ཡོད་ན།

འདི་ནི་སྐྱེ་བ་ཕྱི་མ་ལ་ཉིང་མཚམས་བཞག་དགོས་རེད། ད་ལྟ་ང་ཚོའི་ལས་དང་ཉོན་མོངས་ཀྱི་གཞན་དབང་བཟུང་སྟེ་ཡོད་རེད་བ། ད་སྐྱེ་བ་ཕྱི་མ་སྐྱེ་ས་དེ་ཡང་ན་བདེ་འགྲོ་རེད་ཡང་ན་ངན་འགྲོ་རེད། དེ་གཉིས་མ་འདས་རེད། ད་དགེ་སྡིག་གཉིས་ཡི་ནང་ནས་བི་གའི་དགེ་བ་ཤུགས་ཆེན་པོ་ཅིག་བྱས་ཡོད་ན། ད་དེའི་ནང་ལ་སྐྱེ་བ་གང་དང་ཉེ་བ་གང་ཟེར་ཡ་ད་མང་པོ་ཡོད་རེད་བ་དེ་ཚོའི་ཞིབ་ཆ་ཨ་ལེ་སི་ཏུས་མི་གོ་བ་བཅས་ལམ་རེའི་ནང་ལ་གསལ་ཐག་ཆོད་སོང་འདུག་བ།

ཕོབ་དེ་བྱེད་མཁན་ཡིན་ན་འདྲ་ངེས་པས་མི་འགལ་བ་དང་ཞེ་དྲག་བྱེད་རྒྱུ་མ་བྱུང། མེད་བསད་རྒྱུ་མ་བྱུང་རྐུན་མ་བརྐུ་རྒྱུ་མ་བྱུང་དེ་ཡ་མེད་ཡ་རབས་མང་ཆེ་བྱེད་རྐུན་མ་བརྐུ་གི་མ་རུ་བ་མེད་བསད་གི་མ་རུ་བ། ཨ་ནི་བི་གས། མེད་བསད་བི་གས་རྟགས་བརྒྱད་འདྲ་བོ་ལ་འོ་དེ་འདྲའི་གལ་བྱེད་རྒྱུ་མ་བྱུང་བསམ་ཡང་ཡོད་ད་ཡོད་རེད་དེ། བསམ་བློ་འཁོར་གི་རེད་ཡིན་ན་ཡང་བ་ཞི་པོ་ཡག་པོ་ཞིག་ཞིབ་བཤེར་ཡག་པོ་ཀྱི་བསམ་བློ་བཏང་ན་ང་ཚོའི་འགལ་བ་སྒྲུབ་བྱ་ཡ་དེ་ཚོ་གང་ག་ལོ་སྤོས་དག་པོ་ཡོད་མ་རེད་སྤང་ཀོག་གི་ལྕགས་ལ་འདྲ་བོ།

སྦྱོར་དངོས་སྦྱོར་གསུམ་མ་ཚང་འདྲ་བ་ཅིག། ཨ་ནི་མི་དགེ་བ་སྤྱད་བྱ་ཡ་དེ་སྤུས་དག་ཐག་ཆོད་ཅིག། སྦྱོར་དངོས་རྗེས་གསུམ་ཚང་མ་ཚང་ལྡན་གྱི་ཅིག་ཡོད་རེད། སྤང་ཀོག་གི་ཆ་ལག་དེ་འདྲའི་རུ་བ་དང། ཅིག་ལྟོ་སློང་ས་ཚངས་པ་བླུག་ས་ཁོམ་རུ་བ་དེ་ཕེ་ཀོག་ཅིག་ཡིན་ནའི། དབྱི་གུང་ཡི་བུག་ལྡིང་མཁན་རུ་བ་དེ་དབྱི་གུང་དོད་བསྡད་པ། ཨོ་ལྷན་པོ་བཅལ་ཞོག་པ། ཨོ་དེ་དྲིལ་ཅིག། ཐོག་པ་ཅིག་ཡིན་ན་ཁ་ཆག་བསྡད་པ་བས་བསྡད་པ།

ཕན་སེམས་ཀྱི་དེ་ཚོ་དང་དང་པི་ཀའི་དང་ཡ་མང་པོ་ཡོག་ར་པ་དང་ཡིན་ན་ཡ་དེ་མིན་པ་པའི་ཁོང་ཁྲོ་ཀུན་ནས་བསླངས་ནས་པའི་ཚོ་དང་འདྲ་པོ་ཅིག་དང་ཡང་ན་པི་ཀའི་མེ་ལ་པའི་རྫུན་འདྲ་པོ་ཅིག་བཤད་པ་ཅིག་ཡིན་ན་མགོ་བོ་བཏང་ནས་ཨོ་ད་རྫུན་པི་ཀའི་མགོ་བསྐོར་ཡག་གི་པི་ཀའི་ཐག་བསྐོར་རེ་བསྐོར་པི་ཀའི་རུ་པ་ད་ད་ཐབས་ཤེས་པའི་གང་དྲག

ད་དགེ་བ་བྱེད་ཡ་ལ་ཅིག་ཆགས་བྱ་གི་ཡིན་ན་ཨ་ལེ་དགའ་ལྡན་ལ་ཅིག་མར་དགའ་ལྡན་ལ་ཅིག་དགོན་གྱི་ཟི་མར་ཅིག་བཏོན་ད་བཏོན་ཡོང་དུས་ཨ་ནི་སོ་སོ་དེའི་དོན་དེ་གས་གཞན་དག་བྱེད་ཐབས་མང་པོ་མ་བྱུང་ན་ཡང་ཚིག་གི་དོན་དང་མཐུན་པའི་མར་བསམ་བློ་མ་ཡིན་པ་ཅིག་བཏང་ཡ་དེ་དགའ་ལས་ཁག་པོ་འདུག་བ། ད་དགེ་མར་དགའ་ལྡན་དོན་དུ་བསམ་བློ་མ་ཡིན་པ་ཅིག་བྱུང་སོང་བས་ཧ་ལམ་དགའ་ལས་ཁག་པོ་རེད།

ཨ་ལེ་མ་འདོན་མ་འདོན་གོང་ལ་ཀུན་སློང་ཡག་པོ་བཅུག་གོ་རོགས་བ། རབ་དགའ་དགེ་བསོད་སྐོར་ལ་འདོན་དགོས་ཡ་རྒྱུ་མཚན་དེ་ཀུན་སློང་དེ་གའི་ཡག་པོ་ཅིག་ཁེགས་དགོས་ཡ་རྒྱུ་མཚན་གྱིས་རབ་དགའ་དགེ་བསོད་རབ་ཏུ་དཀའ་བའི་སེམས་རེ་བ་དང་བྱང་ཆུབ་ཀྱི་སེམས་བཅུད་མ་ཚུན་ཆད་ཀྱི་དེ་གའི་ཀུན་ནས་བསླངས་ནས་ཨ་ནི་ལྕམ་དྲོ་ནས་མ་ཨ་བྱས་ནས་འདུག་འདོན་གོ་རོགས་བ།

བོད་སྐད་ཁྲིམས་འདྲ་པོ་དེ་རེད་ད། བོད་སྐད་བཀའ་གདམས་པའི་གོང་མ་ཚུགས་གི་བླ་མ་གོང་མ་ཚུགས་པའི་སོང་ནས་ཐོག་མཐའ་གཉིས་ལ་བྱ་བ་གཉིས་ཡོད་རེད་ཟོ་དེ་རེད་ཀུན་སློང་བཅུ་ཡ་དང། ད་ཁྲིམས་དེ་ང་ཚོས་སྲུང་སྲུང་གི་ཡོད་མ་རེད། རེད་བ་ད། ཨོ་དེ་བྱེད་དུས་གང་ལ་ང་ཚོས་འགལ་བ་ག་ཁྲིད་ཅིག་བྱེད་དཔེ་ན་བས་ཉིན་མི་ཉིན་གང་བོད་སྐད་མཚམས་འདས་འདས་གི་ཅིག་ཡིན་ནས་ཨ་ནི་སྤུས་དག་པོ་རེད་ཡ་དཀའ་ལས་ཁག་པོ་རེད། ཨ་དུག་སེང་ཡིན་ཙང་སྤང་ཁོག་གི་ལྕགས་ལ་འདྲ་བོ་སོང་ཡ་དེ་རེད། ཨོ་དུག་སེང་ཡིན་དུས་ད་ད་འདྲ་འགལ་བ་འདི་གས་དགེ་བ་དང་མི་དགེ་བ་གཉིས་ག་རེ་སྟོབས་ཆེ་གི་འདུག་བསམ་བློ་བཏང་ན་མི་དགེ་བ་ཕ་ཆེ་སྟོབས་ཆེ་ཡོད་རེད་རེད་པ་ད། ད་མི་དགེ་བ་སྟོབས་ཆེ་བ་ཡིན་ན་ནི། ད་འགྲོ་ས་ངན་སོང་མང་དུ་ཡོད་མ་རེད། འོ་ད་ག་དུས་ཆེ་ཡིན་པ་ཡིན་ནས་རེད་པ་ད།

མཐུན་རྐྱེན། རང་གི་ངོས་ནས་པའི་ཚང་དེ་ཚང་དགོས་ཡ་གི་པི་གའི་རང་འགྱུར། གཞན་གི་ངོས་ནས་པའི་ཚང་དགོས་ཡ་གི་གཞན་འགྱུར། ཉོན་རྟོག་སྦྱོར་བ་བཅུ་དར་བ་རྗེས། འོག་དང་དེ་འབྲེལ་གི་པའི་ཆོས་སྤྲོས་ཡ་གི་པའི་མཐུན་རྐྱེན་ཕུན་སུམ་ཚོགས་པ་ཚང་དེ་བའི་སྐབས་དེ་ལ། གཟབ་གཟབ་ཏན་ཏན་ཡག་པོ་ཅིག་མ་བྱས་ན། རེ་བ་དང་གང་ཚེ་རང་དབང་འགྱུར་གྱི་མཐུ་ནུས་པ་ག་དེ་དེ་དག་འཛིན་པར་མི་ཤེས་ན་སོ་སོ་སོ་སོའི་མ་བསགས་མ་བཅོས་པ་ཅིག་འཛིན་དགོས་རུང་བ